ཨེ་ཤེ་ཡ་རང་བཙན་རླུང་འཕྲིན་ཁང་གི་འོད་སྐུལ་སྡེ་ཚན་གྱི་ཨ་མདོ་གི་སྐད་ཁུ་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་ཀྱི་ཡོད། ང་བོད་རྒྱལ་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ། རབ་གནས་ས་ཁྱི་ལོ་ཧི། བོད་ཟླ་གསུམ་པའི་ཚེས་བ་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ཟླ་བ་ལྔ་བའི་ཚེས་གསུམ། གཟའ་ཕུར་བ་རེད། གཤམ་ནས་དེ་རིང་གི་ལས་རིམ་ཁག་རིམ་བཞིན་ངོ་སྤྲོད་བྱེད་ཀྱི་ཡིན། ལྕགས་རམ་པ་ཚོ་དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན། རྒྱལ་བ་རིན་པོ་ཆེ་ཡིས་ར་ཤི་ཡ་གི་ཚན་རིག་ཁེ་དབང་དང་ནང་བའི་ཁེ་དབང་གི་བར་གྱི་བགྲོ་གླེང་ཐེངས་གཉིས་པ་འཇིག་རྟེན་ཁམས་ལ་བཤད་པ་ཟེར་བའི་བགྲོ་གླེང་དབུ་འབྱེད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་གསར་འགོད་པ་གིས་བཏང་བའི་གནས་ཚུལ་ཞིག་གི་ནང། རྒྱ་གར་རྒྱལ་ས་ལྡི་ལིའི་ཨིནྡྲ་གནྡྷི་རྩེད་ཐང་ར་བའི་ཚོགས་ཁང་དང་རྒྱ་གར་དབུས་རིག་གཞུང་ལྷན་ཁང་གིས་གོ་སྒྲིག་གནང་བའི་སྟོན་པ་སངས་རྒྱས་བཅོལ་ལྡན་འདས་ཀྱི་སྐྱིལ་ཀྲུང་གུར་སྲུང་བརྩི་ཞུ་བའི་མཛད་སྒོ་རྒྱས་པ་ཞིག་ཚོགས་ཡོད་པ།
དང་འཇིག་རྟེན་ན་ས་སྐྱའི་ཁྲི་རལ་ཞལ་གཅིག་པ་ས་སྐྱ་གོང་མ་རིན་པོ་ཆེ་ཐོག་མར་བཙན་བྱོལ་དུ་ཕེབས་པའི་སྐབས་ཀྱི་གནས་སྟངས་རྒྱང་སྲང་ཞེས་པ་ཞིག་དང་བཅས་རིམ་བཞིན་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གཙང་རིན་པོ་ཆེ་སྔོན་ལ་དེ་རིང་གི་བསམ་འཆར་ཁུར་བྱས་རྗེས་བཞིན། རྒྱལ་བ་རིན་པོ་ཆེ་ཡིས་ར་ཤི་ཡ་གི་ཚན་རིག་མཁས་གང་རྣམས་དང་ནང་བའི་མཁས་གང་བར་གྱི་བགྲོ་གླེང་ཐེངས་གཉིས་པ་འཇིག་རྟེན་ཁམས་ལ་ཤར་པ་ཞེས་པའི་བགྲོ་གླེང་དབུ་འབྱེད་གནང་ཡོད་པ་རེད། དེ་རིང་གཞིས་སྒར་རྡ་རམ་ས་ལའི་ཐག་ཆེན་ཆོས་གླིང་གཙུག་ལག་ཁང་དུ་རྒྱལ་བ་རིན་པོ་ཆེ་ཡིས་ར་ཤི་ཡ་གི་ཚན་རིག་མཁས་གང་རྣམས་དང་ནང་བའི་མཁས་གང་གི་བར་གྱི་བགྲོ་གླེང་ཐེངས་གཉིས་པ་དེ་འཇིག་རྟེན་ཁམས་ལ་ཤར་པ་ཞེས་པའི་བགྲོ་གླེང་དབུ་འབྱེད་གནང་བ་དང་བསྟུན་ནས་ཁོང་གིས་ཏང་གི་དུས་འདིར་ཚན་རིག་གི་ལམ་ནས་གཞོན་སྐྱེས་མི་རབས་དག་ལ་བཟང་སྤྱོད་དང་འབྲེལ་བའི་ཤེས་ཡོན་སྤྲོད་ཐབས་དང་ཤེས་ཡོན་ལ་འཇུག་ཐབས་བྱ་རྒྱུ་དེ་ཧ་ཅང་གི་གནད་འགག་ཆགས་ཡོད་པ་མ་ཟད། གཞི་རྩ་གི་ཆ་ནས་འགྲོ་བ་མི་རྣམས་གཅིག་གྱུར་ཡིན་པའི་འདུ་ཤེས་བཟུང་བའི་ཐོག་ནས་བྱམས་དང་བརྩེ་བ་སྒོམ་དགོས་པ་ལ་སོགས་ཀྱི་བླང་དོར་གྱི་བཀའ་སློབ་གནང་བ་དང་ཆབས་ཅིག་དེར་འདུས་པའི་ཚན་རིག་མཁས་དབང་དང་སི་ནིམ་པ་གི་བར་ལ་སྤུན་ཟླ་དང་མིང་སྲིང་གི་འདུ་ཤེས་འཛིན་དགོས་པའི་བཀའ་སློབ་སྩལ་གནང་མཛད་ཡོད་པ་རེད། མར་ཁེ་སི་རིང་ལུགས་ནི་རྒྱ་ནག་གི་མ་འོངས་མདུན་ལམ་ངོ་མ་དེ་རེད་ཅེས་གསར་འགོད་པ་ཟི་ཀིའི་དཔྱད་བརྗོད་སྤེལ་ཡོད་པ་རེད། རེའུ་ཆ་གསར་ལས་ཁང་གི་གསར་འགོད་པ་ཁོར་ཅིན་ཤེ་ཧྥར་དུ་ཟེར་བ་ཟི་ཀིས་དེ་རིང་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་འཇར་མན་གྱི་མཚན་ཉིད་རིག་པ་བ Karl Marx དྲུང་ནས་ལོ་ངོ་ཉིས་བརྒྱ་འཁོར་བའི་སྔ་ནུབ་ཏུ་རྒྱ་ནག་ནང་ཁོང་གི་ལྟ་གྲུབ་དེ་བཞིན་འགྲིག་གི་ཡོད་ལུགས་ཀྱི་སྐོར་གྱི་དྲིལ་བསྒྲགས་སྣ་ཚོགས་བྱེད་བཞིན་པ་མ་ཟད་དུས་ད་ལྟ་གི་རྒྱ་ནག་གི་སྤྱི་ཚོགས་གནས་བབ་གང་ཅིའི་ཐད་ནས་འབྲེལ་བ་ཆགས་ཡོད་ཚུལ་བརྗོད་ཡོད་པ་རེད། ཏང་ཀྲུང་དབྱང་གསར་འགོད་པས་ཕྱི་ལོ་ཉིས་སྟོང་བཅུ་ཉི་དགུ་ལོར་ཞི་ཅིན་ཕིང་གི་དབང་ཆ་བཟུང་བ་དང་བསྟུན་ནས་ཁོང་གིས་རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཚོགས་རིང་ལུགས་ཀྱི་ཐོག་མ་གི་ཡོང་ཁུངས་ངེས་པར་དུ་མ་རྩིས་པ་བྱས་ཏེ་སྤྱི་ཚོགས་རིང་ལུགས་ཀྱི་བསམ་བློ་གི་དགོངས་དོན་གྱི་འོག་ཏུ་ཀྲུང་ཧྭ་མི་རིགས་ཀྱི་རྒྱལ་ཁབ་འདི་བཞིན་དར་ཞིང་རྒྱས་པའི་དུས་སུ་ཉི་ཤུར་བྱེད་དགོས་ལུགས་བསྟན་ཡོད་པས། ད་ལྟའི་དུས་འདིར་རྒྱ་ནག་འདི་བཞིན་སྤྱི་ཡོངས་ཀྱི་ཆ་ནས་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་སུ་གནས་ཡོད་ཚུལ་བཤད་བཞིན་པ་དེས་ཁྲོམ་ར་གི་ལམ་ལུགས་དང་དཔལ་འབྱོར་འདུ་འགོད་སོགས་ཕྱོགས་མང་པོ་ཞིག་གི་ཐད་ནས་དངོས་ཡོད་གནས་ཚུལ་དང་རྒྱབ་འགལ་ཆགས་ཏེ་དམར་ཤོག་ཚོགས་པ་འདི་བཞིན་དོན་དམ་གྱི་ཐོག་ནས་མར་ཁེ་སི་རིང་ལུགས་དང་འབྲེལ་བ་ཆགས་ཀྱི་མེད་པ་ཟིག་གནད་དོན་ནས་བཤད་པ་ཚོས་ཆ་འཇོག་གནང་དགོས་པའི་གནས་སྟངས་ཆགས་པ་རེད། གོང་བརྗོད་གསར་འགོད་པ་གིས་མར་ཁེ་སི་གི་འཁྲུངས་ལོ་ཉིས་བརྒྱ་ག་ང་ནུབ་ཏུ་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་ལྟ་གྲུབ་ཀྱི་སྐོར་ལ་ཞིབ་བརྗོད་སྤེལ་ཡོད་པ་རེད། རྒྱ་ནག་གཞུང་ཕྱོགས་ནས་ཀོ་རི་ཡ་ཕྱོགས་གཉིས་ཀྱི་གྲོས་མོལ་གྱི་ནང་ང་གལ་འགངས་ཆེ་བའི་ནུས་པ་འདོན་མུས་ཡིན་ཞེས་བཤད་ཡོད་པ་རེད་འདུག་རི་བོ་ཁྲི་ས་ལའི་གིང་གིས་དེ་རིང་པེ་ཅིན་གྱི་གནས་ཚུལ་སྤེལ་དོན་ལ་གཞིགས་ན། ཀོ་རི་ཡ་གྱི་ཕྱི་གླིང་དུ་ཞི་བདེ་བརྟན་ལྷིང་ཡོང་ཐབས་ཀྱི་གྲོས་མོལ་གྱི་ནང་རྒྱ་ནག་ཕྱོགས་ནས་མུ་མཐུད་དེ་གལ་ཆེའི་ནུས་པ་འདོན་རྒྱུའི་འདུན་པ་ཡོད་ཅེས་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གི་འགོ་བ་ཝང་དབྱིས་ཀྱིས་བྱང་ཀོ་རི་ཡ་གི་ཕྱི་འབྲེལ་བློན་ཆེན་ལ་དེ་ལྟར་གསུངས་ཡོད་པ་རེད། རྒྱ་ནག་ནི་བྱང་ཀོ་རི་ཡ་གི་མཐུན་ཕྱོགས་རྒྱལ་ཁབ་ཅིག་སྟེ་དཔལ་འབྱོར་དང། ཕྱི་འབྲེལ་གྱི་འབྲེལ་བ་གང་ཅིའི་ཐད་ནས་བྱང་ཀོ་རི་ཡ་གི་རྒྱབ་རྩ་ནས་ལངས་ཏེ་རྒྱབ་སྐྱོར་བྱེད་བཞིན་པ་དེ་ལྟར་ཡང། ལྷོ་ཀོ་རི་ཡ་གི་སྲིད་འཛིན་གྱི་རེས་གཟའ་ལྷག་པའི་ཉིན། གལ་ཏེ་བྱང་ཀོ་རི་ཡ་དང་ལྷན་དུ་ཞི་བའི་གྲོས་མཐུན་ཞིག་བཞག་ཀྱང་ལྷོ་ཀོ་རི་ཡ་གི་ནང་བསྟན་ཞི་ཞེས་པའི་ཨ་མི་རི་ཀའི་དཔུང་དམག་ཞིབ་མཚོན་གནང་གི་མ་རེད་ཅེས་བསྟན་ཏེ། ཁེམ་ཇོང་ཨན་དང་རྫ་འཁོར་སྔོན་མ་གི་ནང་ཕྱོགས་གཉིས་ཀྱི་རྒྱལ་མཚམས་སུ་མཇལ་འཕྲད་གནང་སྐབས་སུ་ཕན་ཚུན་གྱི་བར་ལ་བཟང་ཕྱོགས་ཀྱི་རྣམ་འགྱུར་སྟོན་ཐུབ་གནང་ཡོད་ཀྱང་ལྷོ་ཀོ་རི་ཡ་གི་ནང་བཅའ་གཞུག་ཨ་མི་རི་ཀའི་དམག་ཁོངས་ནི་ཨ་རི་དང་ལྷོ་ཀོ་རི་ཡ་མཐུན་ཕྱོགས་ཀྱི་འབྲེལ་བའི་ལས་དོན་ཅིག་ཡིན་པ་ལས་ལྷོ་བྱང་ཀོ་རི་ཡ་གི་བར་ལ་བཞག་ཁའི་གྲོས་མཐུན་དང་འབྲེལ་བ་མེད་ཅེས་གསུངས་ཡོད་པ་རེད་འདུག། ཚང་མ་ཚོན་དུ་ཨེ་ཤི་ཡ་རང་གི་རླུང་འཕྲིན་ཁང་གི་ཐད་གཏོང་གི་ལས་རིམ་ཡིན། དེ་ལོས་ལ་རྒྱ་གར་བོད་རིག་གཞུང་ལྷན་ཁང་གི་གོ་སྒྲིག་གནང་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐྱེས་ཐོང་གི་སྲོང་བཙན་གནང་བཞིན་པའི་སྐོར། འདི་གའི་གསར་འགོད་པ་སངས་རྒྱས་རྒྱ་མཚོ་གིས་དེ་བས་ནས་དྭངས་པའི་གནས་ཚུལ་ཞིག་ལ་བསམ་རོགས་ཞུ།

ཏཱ་ལའི་མཛད་དགེའི་སྐུ་མགྲོན་གཙོ་བོ་རྒྱ་གར་སྤྱི་ཟུར་ནོར་མུག་དུས་མཆོག་དང་རྒྱ་གར་བའི་རིག་གཞུང་བློན་ཆེན་སྒྲོག་ཁྲིར་མ་ཧ་ཤི་ཤར་མ་ལགས་དང་ནང་སང་བློན་ཆེན་གཞོན་པ་ཁི་རན་རིག་རྒྱུད་རྒྱུད་ལམ་སོགས་ཁྱད་པར་གནང་སྟེ་མཛད་སྒོའི་དབུ་འབྱེད་དང་གསུང་བཤད་སོགས་གནང་ཡོད་པ་རེད་ཐང་དེའི་མཛད་སྒོ་ལ་རྒྱ་གར་རྒྱལ་ཡོངས་ནས་ནང་ཡའི་ཚོགས་པ་ཁག་བཞི་བཅུ་ལྷག་དང་ནང་ཡའི་དགེ་འདུན་པ་སྟངས་བཙུན་མ་དད་ལྡན་མང་ཚོགས་བཅས་མི་སྣ་སྟོང་ཕྲག་མང་བོ་འདུ་འཛོམས་བྱུང་ཡོད་པར་མ་ཟད། འོ་བརྒྱལ་ནང་བསྟན་བཅས་བཅོ་བརྒྱད་ཤར་བ་ཆོས་རྒྱལ་རིན་པོ་ཆེ་དང་དགུ་སོག་རིན་པོ་ཆེ་ཞང་དགུ་མཐའ་ཡས་སྲིད་སྡེ་རིན་པོ་ཆེ་སོགས་བླ་ཆེན་རྣམས་བསྐྱངས་ལྷན་ཞིག་གནང་ཡོད་པ་རེད། དེ་ནས་སྲིད་བློན་མོ་དིའི་ཆོལ་ཁའི་རྒྱ་གར་དང་སི་རི་ལང་ཀཱ་འཇར་པན་སོགས་ནས་ཡིན་པའི་བླ་མ་དང་གྲྭ་བ་ཅུ་བཞི་ལ་ཞིང་ཆེན་ལྗོངས་ཁང་གི་བློ་མིའི་དྲན་སྟོན་སོགས་ཕུལ་ཞིང་ཝཱ་ར་ནཱ་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དང་རྡོ་རྗེ་གདན་བཅས་རྒྱ་གར་གྱི་གསོལ་སྙུན་སློང་མཁན་གྱི་དགེ་འདུན་པའི་ཚོགས་འདི་ཉིད་ལ་ལེགས་སྐྱེས་སོགས་ཕུལ་ཏེ། ནང་ཡིག་རིག་གཞུང་མི་སྙན་རྒྱུན་འཛིན་དང་གོང་སྤེལ་དུ་ཏང་ཡིག་ལས་དོན་ལ་བསྔགས་བརྗོད་མཛད་ཡོད་པ་རེད། དེ་ནི་སྲིད་བློན་མོ་དིའི་ཕྱོགས་ཁག་རྒྱ་གར་ནང་ནང་ཡིག་ཁྱད་དུ་འཕགས་པའི་གནའ་བོའི་རིག་རྫས་ཀྱི་ཁྱིམ་གཞི་ལྟ་བུ་ཡིན་པ་དང་སྟོན་པ་སངས་རྒྱས་བཅོན་ལྡན་འདས་ཀྱི་གསུང་རབ་དག་ཀ་རྒྱལ་ཁབ་ཁག་ཅིག་གི་ལམ་སྲོལ་ལ་ཕན་ཐོགས་ཆེན་པོ་བྱུང་ཞིང་ང་ཚོས་གདོང་ལེན་བྱེད་པའི་དཀའ་ངལ་མང་དག་ཅིག་སངས་རྒྱས་བཅོན་ལྡན་འདས་ཀྱིས་གསུང་བའི་ལེགས་བཤད་དེ་དག་ལ་བརྟེན་ནས་སེལ་ཐུབ་པ་དང་དེང་སང་གི་འཛམ་གླིང་ལའང་སངས་རྒྱས་ཀྱི་གཞན་ཕན་གྱི་བསམ་བློ་དང།

དེ་བཞིན་དུ་རྒྱ་གར་ནང་དེར་ཡོད་ཆོས་ལུགས་ཚང་མའི་བརྗོད་བྱ་ནི་མིའི་རིགས་ལ་ཕན་བདེ་སྐྲུན་པའི་བསླབ་བྱ་ཡིན་པ་དང་སྟོན་པ་སངས་རྒྱས་བཅོན་ལྡན་འདས་ནས་མི་ཚང་མར་འདྲ་མཉམ་དང་ཞི་བདེ་བྱམས་དང་བྱམས་བརྩེ་སོགས་དུས་རབས་ཉེར་གཅིག་པའི་འཛམ་གླིང་ལ་ཡང་ཧ་ཅང་མཁོ་བའི་མིའི་རིགས་ཀྱི་རིན་ཐང་ཟུར་འདོན་གནང་མཁན་ཞིག་ཡིན་པ་སོགས་གསལ་སྟོན་གནང་ཡོད། དེ་ཡང་རྒྱ་གར་ནང་དུ་སངས་རྒྱས་བཅོན་ལྡན་འདས་སྐུ་གྲོངས་བ་དང་སངས་རྒྱས་བ་ལ་སོགས་པའི་དུས་ཆེན་སྲུང་འཛོམས་འདི་ནི། དེའི་རྐྱེན་གལ་ཆེན་ཞིག་ཆགས་ཀྱི་ཡོད་པ་དང་རྒྱ་གར་གཞུང་གིས་ཐབས་ལམ་འདྲ་མིན་གྱི་སྒོ་ནས་ལོ་བརྒྱའི་རང་བཞིན་ལྡན་པའི་དུས་ཆེན་འདི་སྲུང་བརྩི་ཞུ་བ་ལ་བརྟེན་ནས་རྒྱ་གར་ནི་སྣང་བ་འཚང་རྒྱ་བའི་ཆོས་བརྒྱུད་འབྱུང་ཁུངས་ཡིན་པའི་ལོ་རྒྱུས་ཀྱི་ནུས་བ་དེ་བསྐྱར་གསོ་གནང་གི་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་ལྔ་ལོར་རྒྱ་གར་གྱི་སྲིད་བློན་མོ་དཱི་མཆོག་གིས་རྒྱ་གར་རྒྱལ་ཁབ་ཀྱི་ལོ་རེ་བཞིན་སྟོན་པ་སངས་རྒྱས་བཅོལ་ལྡན་འདས་ཀྱི་སྐུའི་འཁྲུངས་སྐར་རྗེས་དྲན་དང་སྲུང་བརྩི་ཞུ་རྒྱུ་ཡིན་པར་གསལ་བསྒྲགས་གནང་བ་ནས་བཟུང་ལོ་ལྟར་གཞུང་འབྲེལ་གྱི་དུས་ཆེན་འདི་སྲུང་བརྩི་ཞུ་བཞིན་ཡོད་པ་རེད། ཨེ་ཤ་རི་ཨང་ཝུན་ཀྲེང་ཁིན་གྱིས་ཟིན་གོ་པ་སངས་རྒྱས་རྒྱལ་མཚེས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས། ཚེ་རིང་པ་མཚོ་འདི་ཨེ་ཤེ་ཡ་རང་བཙན་རླུང་འཕྲིན་ཁང་གི་ཐད་གཏོང་གི་ལས་རིམ་ཡིན། ང་བོད་རྒྱལ་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞུང་ཞབས་གསར་པ་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་བའི་སྐོར། ལྕགས་མོ་མཚོ་གི་གནས་ཚུལ་ཞུ་ལུགས་ཞེས་པ་ཞིག་ལ་གསན་རོགས་ཞུ། ཟླ་བ་འདིའི་སྤྱི་ཚེས་གཉིས་ཉིན་བཞི་སྒར་རྡ་རམ་ས་ལའི་རྒྱལ་བའི་ཕོ་བྲང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞུང་ཞབས་ཟུར་བ་རྣམས་ལ་གཟིམ་ཆུང་རྒྱལ་ཁ་དང་བཀའ་སློབ་གལ་ཆེ་གསན་གནང་ཡོད། ཐོག་མར་གོང་ས་མཆོག་གིས་ཁྱེད་རང་ཚོའི་བོད་ཀྱི་ལོ་རྒྱུས་ནང་བོད་མི་རིགས་དཀའ་ངལ་ཆེན་པོ་ཞིག་ལ་འཕྲད་ནས་བོད་མི་རིགས་རིག་གཞུང་དང་བཅས་པ་འཆིང་རྒྱུ་གི་མཚམས་དེར་མི་ཚེ་བསྐྱལ་ཡོད། དབུ་ལ་གཏན་བཤིག་གྱི་ཞབས་འདེགས་སྒྲུབ་རྒྱུ་ང་ཚོ་མི་རིགས་འདིས་གང་འཚམ་ཤེས་ཡོད་ཀྱིས་མུ་མཐུད་དུ་གསུང་རྒྱུར། ད་ང་ཚོ་བོད་མི་རིགས་ཀྱི་རིག་གཞུང་ལབ་རྒྱུ་དེ་ནི་ད་དེ་རིགས་སྐྱེ་ས་ང་ནི་གཅིག་འཛམ་བུ་འདི་འདིའི་སྒང་ལ་གཅིག་གི་ད་ཚན་རིག་པ་མང་པོ་གཅིག་གི་ཧ་ལམ་ད་སེམས་ཁམས་རིག་པ་ད་དེ་ཚོའི་སྐོར་དེ་རེ་བ་རྒྱག་ས་ཆགས་དེ་ངས་ཅིག་ཆགས་འདུག་ཨ་ས་དེ་འདྲས་ཡིན་དུས་ང་ཚོ་བོད་ཀྱི་བདེ་དོན་དེ་གང་ལྟར་མིན་སངས་རྒྱས་ཀྱི་བསྟན་པ་དང་འབྲེལ་བསྡད་པ་ཅིག་ཆགས་དེ་ཡོད་རེད། ཨེ། ང་རང་ཚོ་དེ་བཞིན་དེ་གིས་ད། དུས་ཡུན་འདི་རིང་རི་ཡག་ད། བོད། ཞིག་གི་མི་བསྟན་སྲིད་ཀྱི་ད་ཞབས་འདེགས་བསྒྲུབ་ཡག་དེ་ཡིས་དེ། ག་ད་མི།
ང་ཚོ་བོད་མི་རིགས་ཀྱི་རིག་གཞུང་བསྒྱུར་སྐབས་དང་དུས་འཛམ་གླིང་འདིའི་སྒང་ཚན་རིག་པས་ཧ་ལམ་སེམས་ཁམས་རིག་པའི་ཐོག་རེ་བ་རྒྱག་ས་ཞིག་ཆགས་ཡོད། བོད་ཀྱི་བདེན་དོན་ནི་སངས་རྒྱས་ཀྱི་བསྟན་པ་དང་འབྲེལ་བ་ཞིག་ཆགས་ཡོད་དུས། ང་རང་ཚོས་དུས་ཡུན་འདིའི་རིང། དབུ་ལ་བརྟན་བཞུགས་ཆེད་ཞབས་འདེགས་སྒྲུབ་རྒྱུ་དེ་དག་སངས་རྒྱས་ཀྱི་བསྟན་པའི་ཞབས་འདེགས་སྒྲུབ་པར་བརྟེན་ཚོགས་བསགས་ཡོད་པ་རེད་ཅེས་དང། དེ་བཞིན་དབུ་ལ་གངས་ཅན་གྱི་ལྗོངས་ནི་ཕོག་པ་སྤྱན་རས་གཟིགས་ཀྱི་གདུལ་བྱང་ཞིག་ཡོངས་གྲགས་རེད། ལོ་རྒྱུས་ཐོག་ནས་ཡིན་ན་ཡང་ཕལ་ཆེར་ཕོག་པ་སྤྱན་རས་གཟིགས་ཀྱི་སྐེའི་རྣམ་འཕྲུལ་འདྲ་མིན་ཐོག་ནས་དབུ་ཀྱི་བརྟན་བཞུགས་ཀྱི་འཕྲིན་ལས་བསྐྱངས་བ་ཧ་ཅང་གསལ་བོ་རེད་ཅེས་སོགས་གསུངས་ཡོད། དེ་བཞིན་ཐེངས་འདིའི་དམིགས་བསལ་མཇལ་ཁ་རང་ཁུལ་གྱིས་ལོ་བཞི་བཅུ་ལྷག་ལ་བོད་མིའི་སྒྲིག་འཛུགས་ནང་ཞི་བྱེད་སྒྲུབ་མཁན་སྲུང་བཙན་བཟང་རྟགས་བཞེས་མཁན་ཤེས་རིག་དང་འདེམས་ལྷན་དྲུང་ཆེ་ཟེར་བ་ནང་བཟའ་ཆོས་སྒྲོན་ལགས་བཅས་རང་གི་ཚོར་བ་གསུངས་དོན། དེ་འདྲའི་ང་ཚོ་སྔ་ཕྱི་བར་གསུམ་གྱི་རོལ་དབྱངས་ལྟ་དེ་འདྲའི་སྐད་བཀའ་སློབ་དང་བྱིན་རླབས་འདྲ་བོ་དངོས་གནས་ཤུགས་ཆེན་པོ་ཞིག་གནང་ཟུར་བ་ལ་འདི་ལ་ནི་ང་ཚོ་ཤེས་པ་ཡིན་ནའི་འདི་ལྷ་ནས་སྐྱབས་འཇུག་དེ་མིན་ཐེངས་འདིར་སྲུང་བཙན་སྒམ་པོ་སྐུ་བརྙན་ཕྱག་རྟགས་བཞེས་མཁན་ལས་བྱེད་བྲིས་ཡོད་དུ་ཕེབས་པ་ཆོས་ནི་སུམ་ཅུ་སོ་གཉིས་ཡོད་པ་དང་གཞན་ཡང་ཕྱོགས་མཐའ་ཁག་ནས་ཕེབས་པའི་ལས་བྱེད་ཟེར་བ་སྐུ་བྲིས་བ་བཅས་ཆང་དུམ་མི་གྲངས་དྲུག་ཁྱི་རེ་དྲུག་ཡས་མས་མཇལ་ཁྱེར་བྱས་འདུག་སྤྱིར་ཕྱི་རྒྱལ་སྲུང་བཙན་སྒམ་པོའི་སྐུ་བརྙན་ཕྱག་རྟགས་དེ་གཞུང་ཞབས་ལས་བྱེད་ལོ་ཉི་ཤུ་ཧྲིལ་བོ་འཁོར་བ་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞིའི་འོག་འབུལ་ཞོར་ཡོད་པ་རེད།
ཚན་རིག་རྣམ་པ་ཚོས་འདི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་གི་མཐའ་སྟོང་གི་ལས་རིམ་ཡིན། ང་དབུས་རྒྱལ་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁུར་བྱ་རྒྱུ་ཡིན། ཧྥ་རན་སིའི་སྲིད་འཛིན་མཱེ་ཁོ་རོན་གྱིས་རྒྱ་ནག་ཕྱོགས་ནས་རྒྱ་གར་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་དུ་དབང་ཤུགས་ཁྱབ་གདལ་གཏོང་བཞིན་པ་དེ་ལ་ཉེན་བརྡ་བཏང་ཡོད་པ་རེད། ཧྥ་རན་སི་གི་སྲིད་འཛིན་མཱེ་ཁོ་རོན Australia གི་གྲོང་ཁྱེར་སི་ཏི་ནི་གི་ནང་ལ་གཞུང་འབྲེལ་འཚམས་གཟིགས་ལ་ཕེབས་པའི་སྐབས་དང་བསྟུན་ནས་རྒྱ་ནག་དང་དམངས་གཙོའི་ལམ་ལུགས་ལྡན་པའི་རྒྱ་གར་གཉིས་ལ་ཨིན་རྡུ་ཕི་སི་ཧྥི་ཀི་ཞེས་རྒྱ་གར་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་གྱི་ཐོག་ལ་རྒྱལ་ཁབ་གཅིག་གི་དབང་ཤུགས་ཁྱབ་གདལ་དང། ཡང་ན་བཙན་དབང་གི་སྒོ་ནས་སྲུང་སྐྱོབ་བྱ་རྒྱུའི་འགན་འཁྲི་གཅིག་མཚུངས་ཡོད་རྫུས་བྱུང་སྟེ་མངའ་ཁུལ་དེ་ལ་རྒྱ་ནག་གི་དབང་ཤུགས་ཁྱབ་གདལ་གཏོང་བཞིན་པར་ཉེན་བརྡ་བཏང་ཡོད་པ་རེད། ཡང་ཁོང་གིས་གལ་འགངས་ཆེ་ཤོས་དེ་ནི་མངའ་ཁུལ་དེའི་ནང་ཁྲིམས་ལུགས་གཞིར་བཞག་པའི་ཡར་རྒྱས་ཀྱི་ལས་དོན་རྒྱུན་འཁྱོངས་བྱེད་དགོས་པ་དང། མངའ་ཁུལ་དེ་ལ་དབང་ཤུགས་ཆ་སྙོམས་དང་གཅེས་སྲུང་བྱེད་དགོས་པ་གལ་ཆེན་པོ་རེད་ལ། གང་ལྟར་རྒྱ་གར་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་ལ་རང་ཉིད་ཀྱི་དབང་ཤུགས་ཁྱབ་གདལ་གཏོང་མཁན་མི་དགོས་པ་དེ་གལ་ཆེན་པོ་རེད་ཅེས་གསུངས་ཡོད་པ་རེད་འདུག་ཞི་བདེའི་རྒྱ་མཚོའི་ནང་ཧྥ་རན་སེ་གྱི་མངའ་ཁོངས་ཀྱི་ཚོ་ལངས་མི་མངོན་ཡོད་པས་རྒྱ་ནག་གཞུང་གིས་ཞི་བདེའི་རྒྱ་མཚོ་གི་མངའ་ཁུལ་དུ་རང་གི་སྟོབས་ཤུགས་དར་སྤེལ་གཏོང་ཐབས་བྱེད་མིན་ལ་བལྟས་ནས་མངའ་ཁུལ་དེའི་ནང་སྟོབས་ཤུགས་ཆ་སྙོམས་མེད་པ་ཚུགས་རྒྱུའི་ཉེན་ཁ་ཡོད་སྟབས་ཨོ་སི་ཀྲི་ཡ་ལི་ཡ་ཡང་འཇིགས་སྣང་ཇེ་ཆེར་འགྲོ་བཞིན་པ་མ་ཟད་ཨོ་སི་ཀྲི་ཡ་ལི་ཡ་གི་ཁྱིམ་མཚེས་རྒྱལ་ཁབ་ནིའུ་ཛི་ལན་དི་ཡིས་ཀྱང་ཚན་ཁུལ་གྱི་རྣམ་འགྱུར་བསྟན་ཡོད་པ་རེད། རྒྱ་ནག་ཕྱོགས་ནས་ཨ་རི་དང་མཉམ་དུ་ཚོང་དོན་གྲོས་མོལ་གྱི་ནང་སྔོན་འགྲོ་གི་ཆ་རྐྱེན་ཁག་ཁས་ལེན་བྱ་རྒྱུ་མིན་ཟེར་གྱི་ཡོད་པ་རེད་འདུག་རོའི་ཁྲི་ས་ལའི་ཐོན་རྫས་དེ་རིང་པེ་ཅིང་གི་གནས་ཚུལ་བར་སྟོན་ལ་གཞིགས་ན་རྒྱ་ནག་ཕྱོགས་ནས་ཡོངས་ཀྱི་བསྡད་པའི་ཨ་རི་དང་རྒྱ་ནག་བར་གྱི་ཚོང་དོན་གྲོས་མོལ་ལ་གྲུབ་འབྲས་ཤིག་འབྱུང་རྒྱུར་དགའ་བསུ་བྱེད་ངེས་ཡིན། ཡིན་ཡང་མཐའ་འབྲས་གང་འདྲ་ཞིག་བྱུང་ཡང་གྲ་སྒྲིག་ཡོད་པའི། ཁེ་ཕན་དང་འབྲེལ་བའི་གནད་དོན་འགངས་ཆེན་འགའ་རིགས་ལ་གྲོས་མོལ་བྱ་ཐུབ་མེད་ཅེས་རྒྱ་ནག་ཕྱོགས་ནས་བརྗོད་དེ། གྲོས་མོལ་གང་འདྲ་ཞིག་ཡིན་ཡང་འདྲ་མཉམ་དང་ཕན་ཚུན་གཉིས་ཀ་ལ་ཁེ་ཕན་ཡོད་པའི་ཐོག་ནས་གནང་དགོས་པ་དང། པེ་ཅིང་གི་ཕྱོགས་ནས་ཨ་རི་དང་མཉམ་དུ་ཚོང་དོན་གྲོས་མོལ་ནང་གཏན་འཁེལ་བྱ་གི་མ་རེད་ཅེས་མང་དཔྱད་འདོད་མེད་པའི་རྒྱ་ནག་གི་འབྲེལ་ཡོད་མི་སྣ་ཟིག་གིས་གུང་གཞོན་གསར་ལས་ཁང་ལ་འགྲེལ་བརྗོད་བྱས་ཡོད་པ་རེད། ལྷོ་ཀོ་རི་ཡ་གི་སྲིད་འཛིན་མོན་ཇི་ཨིན་གྱིས་རེས་གཟའ་ལྷག་ཤོས་ཉིན་གལ་ཏེ་བྱང་ཀོ་རི་ཡ་དང་ལྷན་དུ་ཞི་བའི་གྲོས་མོལ་བཞག་ཀྱང་ལྷོ་ཀོ་རི་ཡ་གི་ནང་བསྟན་གཞི་ཞེས་པའི་ཨ་མི་རི་ཀའི་དམག་དཔུང་ཕྱིར་འཐེན་གནང་གི་མ་རེད་ཅེས་གསུངས་ཡོད་པ་རེད། གཟའ་ལྷག་ཤོས་ཉིན་ཧྥ་རན་སིའི་གསར་ལས་ཁང་གིས་གནས་ཚུལ་སྤེལ་དོན་ལ་གཞིགས་ན་ལྷོ་བྱང་ཀོ་རི་ཡ་གི་གཉིས་བར། ལོ་རབས་ལྔ་བཅུ་ནས་བཟུང་བའི་དམག་འཁྲུག་མཚམས་འཇོག་བྱས་པའི་རྣམ་པ་ཞིག་ཡོད་ན་ཡང་མོན་རྗེ་ཨན་དང་ཁེམ་ཇོང་ཨང་རྣམས་ནས་གཟའ་འཁོར་སྔོན་མ་གི་ནང་ཕྱོགས་གཉིས་ཀྱི་རྒྱལ་མཚམས་སུ་ལྷན་འཛོམས་གནང་སྟེ་ཕན་ཚུན་གྱི་བར་ལ་བཟང་ཕྱོགས་ཀྱི་རྣམ་འགྱུར་བསྟན་ཡོད་ཀྱང་ལྷོ་ཀོ་རི་ཡ་ལ་བཅའ་སྡོད་ཨ་མི་རི་ཀའི་དམག་དཔུང་ནི་ཨ་རི་དང་ལྷོ་ཀོ་རི་ཡ་གི་མཐུན་ཕྱོགས་ཀྱི་འབྲེལ་བའི་ལས་དོན་ཞིག་ཡིན་པ་ལས་ལྷོ་བྱང་ཀོ་རི་ཡ་གི་བར་ལ་བཞག་པའི་གྲོས་མཐུན་དང་འབྲེལ་བ་ཡོད་པ་མ་རེད་ཅེས་མོན་རྗེ་ཨན་གྱིས་གསུངས་ཡོད་པ་རེད། ཚང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་གི་ལས་རིམ་ཡིན། གཤམ་ནས་ལྕགས་མིག་ཚོ་གིས་རྒྱང་སྲང་ཞེས་པའི་གསང་རྒྱར་ཁག་ལ་གསན་རོགས་ཞུ། བོད་མི་མང་སྤྱི་འཐུས་ཚོགས་གཞོན་ཨ་ཅེ་རི་ཡ་ཡེ་ཤེས་ཕུན་ཚོགས་མཆོག་གིས་རྒྱ་གར་བོད་གཞུང་གི་བློན་ཆེན་དང་ཐུག་འཕྲད་ཀྱིས་བོད་ཀྱི་གནས་སྟངས་འགྲེལ་བརྗོད་གནང་ཡོད་པ་རེད། སྤྱི་ཚེས་གཅིག་ཉིན་བོད་མི་མང་སྤྱི་འཐུས་ཚོགས་གཞོན་ཨ་ཅེ་རི་ཡ་ཡེ་ཤེས་ཕུན་ཚོགས་མཆོག་གིས་རྡ་རམ་ས་ལའི་ཉེ་འགྲམ་བྷར་ལམ་པར་ས་ཁུལ་དུ་རྟེན་གཞི་བྱས་པའི་ཧི་མ་ལ་ཡའི་སྐྱེ་དངོས་ཐོན་ཁུངས་ལག་རྩལ་ཉམས་ཞིབ་ལྟེ་གནས་ཁང་དུ་རྒྱ་གར་དབུས་གཞུང་གི་བློན་ཆེན་སྐུ་ཞབས་གྷི་རི་རཱ་ཇཱ་སིང་གྷ་མཆོག་དང་ཐུག་འཕྲད་གནང་སྟེ་ད་ལྟའི་བོད་ནང་གི་མཛའ་གྲགས་གནས་སྟངས་སྤྱི་དང་ལྷག་པར་དུ་བོད་ནང་རྒྱ་ནག་གཞུང་གིས་མཁྲེགས་འཛིན་ཅན་གྱི་སྲིད་ཇུས་མུ་མཐུད་དུ་བཟུང་བར་བརྟེན་བོད་མི་རྣམས་བཟོད་ཐུབ་བྲལ་ཏེ་རང་ལུས་མེར་བསྲེགས་བཏང་བའི་སྐོར་དེ་བཞིན་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ཁག་ངོ་སྤྲོད་དང་དམིགས་བསལ་བོད་ཀྱི་གསོ་བ་རིག་པའི་དཀའ་གནད་སོགས་གོ་ཐོག་གསུངས་ཡོད། དེ་བཞིན་སྐུ་ཞབས་ཀི་རི་རེ་ཇཱ་སིང་གི་མཆོག་ནས་ད་བར་རྒྱ་གར་གཞུང་དམངས་གཉིས་ཀྱིས་བོད་ཀྱི་རྩ་དོན་ཐོག་རྒྱབ་སྐྱོར་ཇི་ལྟར་གནང་གི་ཡོད་མེད་ཀྱི་སྐོར་དང་བྱེ་བྲག་ཏུ་ད་ལྟའི་རྒྱ་གར་སྲིད་བློན་མོ་དིའི་མཆོག་གིས་དབུ་ཁྲིད་པའི་གཞུང་གིས་བོད་དོན་ཐོག་རྒྱབ་སྐྱོར་ག་འདྲ་གནང་གི་ཡོད་མེད་སོགས་གསུངས་ཡོད་པ་མ་ཟད་འབྱུང་འགྱུར་བོད་ཀྱི་རྩ་དོན་ཐོག་མུ་མཐུད་དུ་རྒྱབ་སྐྱོར་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་ཡོད་པ་རེད། གཞུང་ཞབས་ཟེར་བ་ཨ་ཡ་པད་མ་དགྲ་འདུལ་ལགས་རྩིས་ཞིབ་སྤྱི་ཁྱབ་པར་བདམས་བསྐོ་གནང་ཡོད་པ་རེད། སྤྱི་ཚེས་གཅིག་ཉིན་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཐེངས་བརྒྱ་ར་དྲུག་ཅུ་རེ་གཅིག་པའི་ཐོག་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གཞུང་ཞབས་དྲུང་ཆེ་ཟེར་བ་སྐུ་ཞབས་ཨ་ཡ་པད་མ་དགྲ་འདུལ་ལགས་རྩིས་ཞིབ་སྤྱི་ཁྱབ་པར་བདམས་ཐོན་སྐྱེད་བསྐོ་གཞག་བྱུང་བའི་གསལ་བསྒྲགས་གནང་ཡོད། སྤྱི་ཁྱབ་རྩིས་ཞིབ་ཁང་གི་རྩིས་ཞིབ་སྤྱི་ཁྱབ་པ་མགོན་པོ་ཕུན་ཚོགས་ལགས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོའི་སྤྱི་ཟླ་གསུམ་པའི་ཚེས་སོ་གཅིག་ཉིན་ལས་དུས་འཁྱལ་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་འབྲེལ་ཡོད་དགོངས་དོན་གཞིར་བཟུང་དབུས་ཨེ་བསྡུ་ལྷན་ཁང་ནས་གཞུང་ཞབས་དྲུང་ཆེ་ཟུར་བ་སྐུ་ཞབས་ཨར་ཡ་པད་མ་དགྲ་འདུལ་ལགས་དང་སྐུ་ཞབས་ལྷག་པ་རྒྱལ་མཚན་ལགས་རྣམ་གཉིས་འཆར་འབུལ་བྱུང་བར་བོད་མི་མང་སྤྱི་འཐུས་སྐབས་བཅུ་དྲུག་པའི་རྒྱུན་ལས་ལྷན་ཚོགས་ཐེངས་བརྒྱད་ར་དྲུག་ཆུ་རེ་གཅིག་པའི་ཐོག། དབྱི་ཟེར་ཨ་རི་ཡ་པདྨ་དགྲ་འདུལ་ལགས་དང་འཕགས་པ་རྒྱལ་མཚན་ལགས་རྣམ་གཉིས་ལ་དངོས་ཡོད་སྤྱི་འཐུས་རྒྱུན་ལས་བཅུ་གཅིག་ནས་གསང་བའི་འོས་ཤོག་འཕངས་ཏེ་གཞུང་ཞབས་དྲུང་ཆེ་ཟེར་བ་ཨ་རི་ཡ་པདྨ་དགྲ་འདུལ་ལགས་སུ་སྤྱི་འཐུས་རྒྱུན་ལས་དངོས་ཡོད་སུམ་ཆ་གཉིས་ཡན་གྱི་མོས་མཐུན་གྱིས་རྩིས་ཞིབ་བགྱི་ཆོད་པར་བསྐོ་གཞག་བྱུང་བ་ཞིག་ཡིན་འདུག། གཞུང་ཞབས་དྲུང་ཆེ་ཟུར་བ་སྐུ་ཞབས་ཨར་ཡ་པད་མ་དགྲ་འདུལ་ལགས་ནི་སྤྱི་ལོ་ཆིག་སྟོང་གི་བརྒྱ་ལྔ་བཅུ་ང་བཞི་ལོར་བོད་སྐྱིད་གྲོང་དོ་པོ་ཡུལ་དུ་འཁྲུངས་བ་དང་སྤྱི་ལོ་ཆིག་སྟོང་གི་བརྒྱ་བདུན་ཅུ་དོང་དྲུག་ལོར་གཞི་རིམ་འཛིན་གྲྭ་བཅུ་གཅིག་ཐོན་ཏེ་སྤྱི་ལོ་ཆིག་སྟོང་གི་བརྒྱ་སྟོང་དགུ་ལོར་སྦང་ལོར་མཐོ་སློབ་ནས་ཚོང་རྩིས་སློབ་ཐོན་པ་སོགས་སློབ་གཉེར་གནང་བ་དང་དེ་ནས་སྤྱི་ལོ་ཆིག་སྟོང་གི་བརྒྱ་གྱ་གཉིས་ལོ་ནས་རྩིས་ཞིབ་ལས་ཁང་དུ་རྒན་གྲོང་ནས་བཟུང་གྲོང་བར་ཞབས་ཞུ་བྱས་པ་དང་དེ་བཞིན་སྨན་རྩིས་ཁང་དང་རྩིས་ཞིབ་ཁང་གི་དྲུང་ཆེ་ཆེས་མཐོའི་ཁྲིམས་ཞིབ་ཁང་གི་དྲུང་ཆེ་སོགས་ཕྱག་ལས་མང་པོ་གནང་ནས་སྤྱི་ལོ་ཉིས་སྟོང་བརྒྱད་ལོར་བཀྲིས་ཡུལ་ལ་མངའ་སྣར་བྱས་ཏེ་ད་ལྟ་གྷལ་ནཱ་ཁྲའི་གྲོང་ཁྱེར་ཁྲོ་རན་ཁྲོར་གནས་སྡོད་སྣང་མེད་ཡིན་པ་གནས་ཚུལ་ནང་བཀོད་འདུག་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡིས་བྱང་ཀོ་རིའི་ནང་འབྱོར་ནས་ཉིན་གཉིས་རིང་གི་གཟིགས་སྐོར་འགོ་བཙུགས་ཡོད་པ་རེད་རྒྱལ་སྤྱིའི་གསར་ལམ་ཁག་དང་གནས་ཚུལ་བཀོད་པའི་ནང་བརྗོད་ན་རྒྱ་ནག་གི་ཞིབ་འབྲི་བློན་ཆེན་ཝང་ཡིས་རེས་གཟའ་ལྷག་པའི་ཉིན་བྱང་ཀོ་རི་ཡའི་རྒྱལ་ས་ཕེ་ཡོང་དུ་འབྱོར་ནས་སྤྱི་ཚེས་གཉིས་ནས་གསུམ་བར་གྱི་ཡུལ་དེའི་ནང་གི་གཟིགས་སྐོར་མགོ་བཙུགས་ཡོད་པ་དང་འདི་ནི་ལོ་འདི་འགའི་རིང་རྒྱ་ནག་གི་གནས་རིམ་མཐོ་ཤོས་ཀྱི་ཕྱི་བཤོལ་དཔོན་རིགས་ཤིག་བྱང་ཀོ་རི་ཡའི་ནང་ཕེབས་པ་དེ་ཡིན་ཞིང། ཝང་དབྱིས་ཕིང་ཡོང་རམ་ཐང་དུ་སླེབས་མ་ཐག་བྱང་ཀོ་རི་ཡའི་ཕྱི་སྲིད་བློན་ཆེན་གཞོན་པ་རི་ཁེ་སུང་དང་དཔོན་རིགས་གཞན་དག་ནས་ཕེབས་བསུ་བྱས་ཡོད་ལ། དེ་བཞིན་བྱང་ཀོ་རི་ཡའི་ཕྱི་སྲིད་བློན་ཆེན་རུ་ཡོང་ཧོ་དང་ཐུག་འཕྲད་བྱས་ཡོད་པ་རེད། ཟླ་བ་སྔོན་མར་བྱང་ཀོ་རི་ཡའི་དབུ་ཁྲིད་ཁེམ་ཇུང་ཨུན་གྱིས་རྒྱ་ནག་ནང་གསང་བའི་གཟིགས་སྐོར་གྱིས་པེ་ཅིན་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་དུས་སུ། དེ་དུས་དབྱི་ལ་གཉིས་ཀྱི་ཕྱི་སྲིད་བློན་ཆེན་རྣམས་ནས་ཀྱང་ཐུག་འཕྲད་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་བརྗོད་ན། ད་ཐེངས་བྱང་ཀོ་རི་ཡའི་གནས་སྟངས་ལ་གློ་བུར་དུ་འགྱུར་བ་ཐེབས་ཏེ་ལྷོ་བྱང་ཀོ་རི་ཡའི་དབུ་ཁྲིད་རྣམ་གཉིས་ལོ་རྒྱུས་རང་བཞིན་ལྡན་པའི་ཐུག་འཕྲད་གནང་ཡོད་པ་མ་ཟད་མི་འགྱངས་བར་བྱང་ཀོ་རི་ཡ་དང་ཨ་རིའི་དབུ་ཁྲིད་བར་ཐུག་འཕྲད་གནང་འཁྱེར་ཡོད་པ་ལྟར་ཨ་རི་དང་བྱང་ཀོ་རི་ཡའི་མཛའ་གྲོགས་ཀྱི་འབྲེལ་ལམ་དེ་ཇེ་འཇམ་དུ་འགྲོ་སྲིད་པའི་གནས་སྟངས་ཤིག་ཡོང་བཞིན་པའི་སྐབས་འདིར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ནས་བྱང་ཀོ་རི་ཡའི་ནང་གཟིགས་སྐོར་བྱས་ཏེ། རྒྱ་ནག་གིས་རང་ཉིད་ཀོ་རི་ཡ་ཕྱེད་གླིང་གི་གྲོས་མོལ་ལས་དོན་ནང་མཉམ་ཞུགས་བྱེད་པ་ལས་ཟུར་འཕུད་བྱེད་པར་སེམས་ཁྲལ་བྱེད་བཞིན་ཡོད་པ་རེད་ཟེར། ལྕགས་རམ་པ་ཚོ་འདི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་གི་ཐད་གཏོང་གི་ལས་རིམ་ཡིན། ཐེངས་འདིའི་ཁ་བ་ཅན་གྱི་ལེ་ཚན་གྱི་ནང་དུ། གསར་སྐྱེས་ཁྲི་རབས་ཞེ་གཅིག་པ་ས་སྐྱ་གོང་མ་རིན་པོ་ཆེ་ཐོག་མར་བཙན་བྱོལ་དུ་ཕེབས་པའི་སྐབས་ཀྱི། གནས་སྟངས། བསོད་ནམས་ཚེ་རིང་གི་རྒྱང་སྲང་བྱས་པ་ཞིག་ལ་གསན་རོགས་ཞུ།
ཉི་མ་ཁ་ཤས་ཀྱི་གོང་ལ་དཔལ་ས་སྐྱ་གོང་མ་སྐྱབས་མགོན་བདག་ཆེན་རིན་པོ་ཆེ་མཆོག་ལ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་བརྟན་བཞུགས་ཤིག་ཕུལ་ཡོད། བརྟན་བཞུགས་ཕུལ་མཁན་ནི་ཤང་ཨ་མི་རི་ཀའི་དབུས་གཙང་ཆོལ་ཁ་གི་སྐྱིད་སྡུག་ཡིན། དེ་དང་འདྲ་བར་ས་སྐྱ་གོང་མ་རིན་པོ་ཆེ་མཆོག་གིས་བདུན་ཕྲག་ཁ་ཤས་ཀྱི་གོང་ལ་ནིའུ་ཡོག་གི་ས་གནས་ཀྱི་བོད་རིགས་མང་ཚོགས་ལ་ཚེ་དཔག་མེད་ཀྱི་དབང་ཤུགས་ཀྱང་གནང་ཡོད། ཡེ་ཤེས་པའི་རིན་ཆེན་གཏེར། སྟོན་ཟླ་ལ་བཀའ་དྲིན་སྩོལ། སྐུ་ཞབས་ས་སྐྱ་གོང་མ་རིན་པོ་ཆེ་མཆོག་ནི་གཅིག་དགུ་བཞི་བཅུ་ཞེ་ལྔ་གི་ལོར་བོད་དུ་འཁྲུངས་ཤིང། དགུང་ལོ་བཅུ་བཞི་གི་ཐོག་གཅིག་དགུ་ལྔ་བཅུ་ང་དགུ་གི་ལོར་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཡོད་པ་རེད། ཁོང་ནི་ས་སྐྱ་གི་ཁྲི་རབས་ཨང་བཞི་བཅུ་ཞེ་གཅིག་པ་ཡིན་ཞིང། ད་ལྟ་ཁོང་དགུང་ལོ་བདུན་ཅུ་དོན་གཉིས་རེད། ལོ་རྒྱུས་ལ་ཕྱིར་མིག་ཅིག་བལྟས་ཚེ། ས་སྐྱ་གི་ཁྲི་རབས་དང་ས་སྐྱ་གི་གདུང་རྒྱུད་ཟེར་བ་ནི་ལོ་ངོ་གཅིག་སྟོང་མ་གསུམ་ཙམ་གི་དབུས་ཀྱི་ལོ་རྒྱུས་དང་འབྲེལ་བ་ཡོད་པ་ཞིག་ཡིན་ཞིང། ལྷག་པར་དུ་གཅིག་ལྔ་བཅུ་ང་དགུ་ལོ་གི་རྗེས་སུ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་ཁོང་གི་རྗེས་འཇུག་པ་ཚོས་རྒྱ་གར་སོགས་རྒྱལ་ཁབ་གཞན་ཞིག་ཏུ་རང་གི་ས་སྐྱ་གི་ཆོས་སྒར་ཞིག་འཛུགས་སྐྲུན་བྱས་པའི་ལོ་རྒྱུས་ལ་ཕྱིར་དྲན་ཞིག་བྱས་ཚེ།

སོ་སོ་ལ་རང་དང་བཅས་རྒྱ་གར་ལ་བཙན་ཤོད་དུ་ཕེབས་ཡོད་པ་རེད། དེའི་དཔེ་མཚོན་ཞིག་ནི་ས་སྐྱ་གོང་མ་རིན་པོ་ཆེ་དང་རྒྱལ་བ་ཀརྨ་པ་སྐུ་གོང་མ་ལྟ་བུ་རེད། སྐབས་དེར་ཁོང་རྣམ་པ་ཚོ་རྒྱ་གར་ལ་འབྱོར་རྗེས་ཕྱི་རྒྱལ་སོ་སོས་རྒྱ་གར་གྱི་ས་ཐོག་ཏུ་རང་རང་གི་བསྟན་པ་ཇི་ལྟར་རྒྱུན་འཛིན་དང་དར་སྤེལ་གཏོང་བར་གནས་སྟངས་དང་མཐུན་རྐྱེན་གྱི་ཆ་ནས་ཁྱད་པར་ཆེན་པོ་ཤོར་ཡོད། ས་སྐྱ་བ་ལྟ་བུ་ལ་མཚོན་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་ས་སྐྱ་གོང་མ་རིན་པོ་ཆེ་དབུས་ནས་བཙན་བྱོལ་ལ་ཕེབས་པའི་སྐབས་སུ་དབུས་ཀྱི་ཕྱི་ཕྱོགས་སུ་ས་སྐྱ་ལ་རྟེན་གཞི་ཅི་ཡང་མེད་པར་དཀའ་ངལ་ཆེན་པོ་འཕྲད་ཡོད་པའི་སྐོར་ས་སྐྱ་གོང་མ་རིན་པོ་ཆེ་ཚང་གིས་འདི་ལྟར་གསུངས་ཡོད། བཙན་བྱོལ་གྱི་གནས་སྟངས་འོག་ནས་ཕུན་ཚོགས་གཙོས་ལ་དཀའ་ངལ་ཞེ་དྲག་ཡོད་རེད་བ། དེ་ནི་ང་རང་ཚོའི་གཞི་རྟེན་འབྲས་བུ་གང་ཡང་ཡོད་ཨ་མ་རེད་དེ་འདྲའི་གཞི་རྟེན་འབྲས་བུ་གང་ཡང་མེད་ས་ཅི་ལ་ཉེ། ལྔ་བཅུ་ང་དགུ་གི་ལོར་བོད་ལ་གྲིན་འགྱུར་བྱུང་སྟེ་ང་རྒྱ་གར་ལ་སླེབས་དུས་རྒྱ་གར་ན་ང་ཚོར་སྔོན་མ་ནས་ཆགས་པའི་ས་སྐྱ་དགོན་པ་དེ་འདྲ་མེད་པས་ཐོག་མར་རྡོ་རྗེ་གདན་དང་སྒང་ཏོག་བཅས་སུ་ཅུང་ཙམ་འདུག་རྒྱུགས་ཀྱི་འཆར་གཞི་བཏང་བ་རེད། ཞིང་བྲག་ཚང་མ་ལོང་མི་ཧ་རུ་བབས་རུ་དྲུག་ཅུ་རེ་གཉིས་ཀྱི་ལོ་ལ་རྒྱ་གར་དང་རྒྱ་ནག་གཉིས་ཀྱི་བར་ལ་དམག་འཁྲུག་བྱུང་སྟེ་དེར་ཡང་འདུག་རྒྱུ་སྟབས་མ་བདེ་བས་མི་སུ་རེད་ལ་ཡོང་ནས་བསྡད། དེ་ནས་མ་རཱ་ཇི་པུར་ལ་ས་སྐྱ་གི་རྟེན་གཞི་འདྲ་བོ་ཆགས་ཐུབ་པ་བྱུང་ན་བསམ་པ་རེད། དྲུག་ཅུ་རེ་བཞི་ལོ་གི་སྤྱི་ཟླ་གསུམ་པ་གི་ནང་དུ། སྐབས་དེར་རཱ་ཇི་པུར་ན་རྒྱ་གར་གྱི་ཆོས་བ་ཅིག་ཡོད། ཁོང་ཆོས་ལུགས་རིས་མེད་འདྲ་བོ་རེད། ཁོང་གིས་བྱམས་པའི་ཆོས་ལུགས་ཟེར་བའི་ཆོས་ཚོགས་ཤིག་བཙུགས་ཏེ་དེའི་ནང་ལ་ཧིན་དུ་དང་ནང་བ། ཁ་ཆེ་བཅས་ཚང་མ་ཡོད་གསུང་གི་ཡོད་པ་རེད། ཁོང་ལ་ཚོགས་ཁང་ཆེན་པོ་ཞིག་ཡོད་ཀྱང་ང་ཚོས་ཁོང་ལ་ཐོག་མར་ཆོས་ཚོགས་དེ་ང་ཚོར་གཡར་རོགས་གནང་ཞེས་ཞུས་དུས་ཁོང་གིས་གཡར་འོས་གནང་སྟེ། སྤྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་དེ་ལ་དགོན་པ་གསར་དུ་བཙུགས་པའི་རྟེན་འབྲེལ་བྱས་པ་ཡིན། གླུ་གདངས་མཁན་ཆེན་རིན་པོ་ཆེ་དབུ་བཞུགས་བཀའ་དྲིན་བསྐྱངས་ཤིང་དེ་ནས་མུ་མཐུད་དེ་ལོ་དེའི་དབྱར་གནས་བཞེས་རྒྱུ་དེ། མཁན་རིན་པོ་ཆེ་རང་གིས་དབུ་ནང་དབྱར་གནས་ཆ་ཚང་བཞུགས་པ་དེ་འདྲའི་བཀའ་དྲིན་བསྐྱངས་བ་རེད། དེའི་རྗེས་སུ་རྫོང་སར་གྱི་མཁན་པོ་འཛིང་བ་འཆི་མེད་ཞུ་བ་དེ་ཆེད་མངགས་གདན་འདྲེན་བྱས་ཏེ་ཁོང་གིས་མུ་མཐུད་ནས་གཞི་གསུམ་གྱི་ཕྱག་ལེན་དང་དཔེ་ཁྲིད་དེ་འདྲ་གནང་བ་རེད། ཁང་བདག་རྒྱ་གར་གྱི་ཆེ་བ་དེ་ང་ཚོའི་ལག་ནས་གང་ལ་རྩ་ནས་བླངས་ཡོད་ནི་མ་རེད། ཡིན་ནའང་གང་འཚམས་ཤིག་ནས་རྒན་རང་བོ་དེ་འདྲ་ཁོང་ཚོས་ཡར་ཐུབ་ས་མ་རེད་དགུན་ཁ་ཚོགས་ཀྱི་རྗེས་དེ་འདྲ་ཡོད་ཁང་བ་གླ་དགོས་ནའང་མཐུན་རྐྱེན་མེད་པས་དྲུག་ཅུ་རེ་བཞི་ལོ་གི་དགུན་ཁ་དང་དྲུག་ཅུ་རེ་ལྔ་ལོ་གི་ལོ་མགོ་དགུན་ཁ་ནམ་ཞིག་གྲང་མོ་ཡོད་ནའང་ཐབས་ཤེས་གཞན་མ་བྱུང་བར་ཐང་ལ་ཀུ་རུ་ཧུད་ནས་ཚོགས་པ་ཚོགས་ས་ཟེར་ན་རེད་གྲྭ་བ་ཚོ་གཟིམ་ས་ཟེར་ན་རེད་གུར་གི་ནང་ལ་བཞུགས་པ་དེ་འདྲ་གནང་བ་རེད། དེའི་རྗེས་སུ་ཁང་བ་ཞིག་གླ་ཐུབ་ན་ཡག་པོ་འདུག་ཅེས་ལྟ་རུ་འགྲོ་དུས། ད་ལྟའི་ས་སྐྱ་གི་ཆེད་སྒར་དེ་རྒྱ་གར་གི་ཁྲིམས་དཔོན་ཡིན་པ། སི་ཀུལ་ནི་ཟེར་བ་ཞིག་ཡོད་པ་དེས་གཡར་བ་འདྲ། དེའི་སྐབས་ལ་དངུལ་ཐུང་ཆེན་པོ་རེ་ཁང་གླ་སྤྲོད་རྒྱུ་དཀའ་ལས་ཁག་པོ་ཡོད་ནའང་ཁང་གླ་སྒོར་དྲུག་བརྒྱ་རེ་སྤྲད་ནས་ཁང་བ་ཧྲིལ་བོ་མིན་ནའང་ཤོག་འགའ་རེ་ལས་ནས་རྒྱན་རིང་བོ་བསྡད་པ་རེད། ཡིན་ནའང་ཉི་མ་ཞིག་ལ་གློ་བུར་དུ་རྒྱ་གར་གི་ཁྲིམས་དཔོན། ཕྱི་རུ་འོད་ཟེར་དེ་ཤར་བས་རྒྱ་གར་ཞང་ཞུང་མངའ་སྡེ་གི་ཁྲིམས་དཔོན་ཚད་ལྡན་ཞིག་ཡོང་སྟེ་ཁྱོད་ཚོས་འདི་ཅི་སྡོད་ཟེར་གི་འདུག་ཅེས་དྲིས་ཤིང། ང་ཚོས་ཁོང་ལ་རྒྱུ་མཚན་གསལ་བོ་འགྲེལ་བཤད་བརྒྱབ་པ་ན། ཁོང་གིས། ཁང་བ་འདི་བདག་པོ་ངོ་མ་ང་ཡིན། ཁྱེད་ཚོ་འདིར་སྡོད་པའི་རིང་ལ་སུ་ལ་ཡང་ཁང་གླ་སྟེར་མི་དགོས། འདིའི་བྱིས་སྡོང་གི་སྒོ་གི་སའི་ཏོག་དེ་ཚོ་ཡང་ཁྱོད་རང་ཚོས་བཟོ། ཡིན་ནའང་ཁྱེད་ཚོ་འདིར་རྒྱན་རིང་བོ་འདུག་ཐུབ་གི་མ་རེད། ངས་ཁང་བ་འདི་བཙོང་རྒྱུ་ཡིན་ཞེས་བཤད་འདུག། དེ་འདྲ་བྱས་ཏེ་དེ་ཉོ་ཐུབ་ན་ཡག་པོ་འདུག་བསམ་ནས་ཉོ་རྒྱུ་གི་ཐབས་ཤེས་ཐོན་དུས། མཐུན་རྐྱེན་གང་ངུ་གི་མ་འགྲིག་པར་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་ངོ་ཚ་སྤངས་ནས་སྐྱབས་འཇུག་གནང་རོགས་ཞེས་ཞུས་པས ྋསྐུ་སྒེར་ཡིག་ཚང་ནས་སྒོར་མོ་བསྐྱི་བ་རེད། ཡིན་ནའང་རྗེས་ནས་སྒོར་མོ་ཚང་མ ྋསྐུ་སྒེར་ཡིག་ཚང་གིས་བསྐྱི་བ་མིན་པར་གསོལ་རས་གནང་བ་ཡིན་ཞེས་གསུངས་བ་རེད། བརྒྱུད་རིམ་དེ་འདྲ་ཞིག་གི་འོག་ནས་ད་ལྟའི་ཁང་བ་འདི་ཉོ་ཐུབ་པ་བྱུང་བ་རེད། སྐབས་དེར་ཁང་བའི་ནང་ལ་བཟོ་བཅོས་བྱེད་ཐུབ་མེད་ནའང་དེའི་ནང་ལ་བསྡད་དེ་གཞི་གསུམ་གྱི་ཆོ་ག་ཚུགས་རྒྱུ་དང། ཞོགས་ཚོགས་སྒྲོལ་ཆོག་སོགས་ཀྱི་དེ་འདྲ་བྱས་ནས་རྒྱ་གར་གྱི་ས་ཐོག་ཏུ་ས་སྐྱ་གི་ཆོས་སྒར་འདི་ཐོག་མར་གཞི་ཚུགས་ཐུབ་པ་རེད་ཅེས་ཆེ་མཐོང་དཀར་བོ་ཞེས་པའི་དྲ་ཐོག་ཏུ་གསུངས་ཡོད།
རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གིས་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞི་བའི་ལེ་ཚན་དེ་ཡིན། ཞུ་སྙན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། ས་སྐྱ་གོང་མ་རིན་པོ་ཆེ་མཆོག་སྐབས་དེར་བཙན་བྱོལ་དུ་ཕེབས་དུས་ཁོང་དགུང་ལོ་ཆུང་ཆུང་ཡིན་ནའང་ཁོང་གིས་ས་སྐྱ་གི་ཆོས་བརྒྱུད་ཀྱི་དབང་ལུང་མན་ངག་ཡོངས་སུ་རྫོགས་པར་ཇི་ལྟར་ཐེ་ཚོམ་དང་ཉམས་ལེན་བྱས་ནས་ས་སྐྱ་གི་ཆོས་བརྒྱུད་ལ་སྤྱི་གི་ཁྲི་འཛིན་གནང་ཐུབ་པར་གྱུར་བའི་སྐོར་ལ་རིན་པོ་ཆེ་མཆོག་གིས་ཆེ་མཐོང་དཀར་བོར་ཞུ་བའི་ས་སྐྱ་མཐོ་སློབ་ཀྱི་རྩོམ་རིག་དུས་དེབ་ཀྱི་རྩོམ་སྒྲིག་པ་ཚོ་ལ་འདི་ལྟར་ཕྱིར་དྲན་གནང་ཡོད། ང་ཆུང་དུས་ངའི་ཡ་ཡུམ་གཉིས་ཀ་དགོངས་པ་རྫོགས་ཏེ་གནས་སྟངས་བཤད་གྲྭ་སྐྱོ་བོ་བྱུང་ཡོད་པ་རེད། ཡིན་ནའང་ངའི་ཧྲིལ་མོ་ཨ་མ་ལགས་ཀྱི་སྐུ་མཆེད་སྒྲོལ་བ་ཁོང་ཧ་ཅང་གི་སྐུ་ཡོན་ཆེན་པོ་དང་དགོངས་པ་རྒྱ་ཆེན་པོ་བཞེས་ཐུབ་མཁན་ཡོད་པ་རེད། ཁོང་གིས་ང་གསོ་སྐྱོང་གནང་ཞིང་ངའི་རྩ་བའི་བླ་མ་ས་སྐྱ་གི་ལྷ་ཁང་མཁན་ཆེན་རྡོ་རྗེ་འཆང་བྱམས་པ་འཇའ་དཔོན་བཟང་བོ་ལ་བཀའ་སློབ་ཞིག་གནང་དུས། བླ་མ་ལ་དབང་ལུང་མན་ངག་ཞུ་དགོས་པ་དེ་གལ་ཆེན་པོ་རེད་གསུངས་ནས་བླ་མ་བསྟེན་རྒྱུ་གི་ཆེད་དུ་ཐོག་མར་ངོར་ལ་བཅར་བ་རེད། ང་རྩ་བའི་བླ་མ་ངོར་ཁང་སར་མཁན་ཆེན་དམ་པ་རྡོ་རྗེ་འཆང་རེད། དེ་ནས་ཚུར་ལ་ཡང་ཞབས་དྲུང་རྡོ་རྗེ་འཆང་དང་བླ་མ་ངག་བློ་རིན་པོ་ཆེ་སོགས་བླ་མ་མང་བོ་གདན་འདྲེན་བྱས་གནང་སྟེ་དེ་ཚོའི་སྐུ་མདུན་ནས་དབང་ཀློང་མན་ངག་མང་བོ་ཕྱིར་བཅུག་གནང་བའི་བཀའ་དྲིན་གྱིས་ཞི་ཞི་ཐོ་ཐོ་གི་གྲངས་ཀ་བརྒྱབ་པ་ཡིན་ན་མང་བོ་རེད། ཡིན་ནའང་བོད་ལ་ཡོད་དུས་ང་ལོ་ཆུང་ཆུང་ཡིན་ཞིང་གཞི་རྩའི་སློབ་སྦྱོང་དེ་རྒྱ་ཆེན་པོ་གང་ཡང་བྱེད་ཐུབ་ཡོད་པ་མ་རེད། ཡིན་ན་ཡང། དབང་ཀློང་མན་ངག་ཞི་བ་དང་ཐོད་པའི་རྣམ་གྲངས་དེ་ཧ་ཅང་མང་བོ་ཞིག་མྱོང་ཞེས་གསུངས་ཡོད། གཅིག་གི་སྔ་ཕྱི་སྔར་གྱི་ལོ་གི་དུས་འགྱུར་གྱི་སྐབས་སུ་ས་སྐྱ་གོང་མ་རིན་པོ་ཆེའི་སྐུ་རྐྱང་ཙམ་མིན་པར་ས་སྐྱ་ཕུན་ཚོགས་ཕོ་བྲང་གི་གོང་མ་བདག་ཆེན་འཇིགས་བྲལ་རྡོ་རྗེ་འཆང་ཚང་ཡང་ས་སྐྱ་ནས་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཡོད། ཡིན་ནའང་ཁོང་ནི་གཅིག་སྟོང་གི་བརྒྱད་ཕྲུག་གི་ཐམ་པ་ལོ་གི་སྤྱི་ཟླ་བཅུ་བའི་ནང་ཨ་མི་རི་ཀའི་ཝ་ཤིང་ཏོན་མངའ་སྡེ་གི་སློབ་གྲྭ་ཆེན་མོ་གི་གདན་ཞུས་གནང་བ་ལྟར། བདག་ཉིད་ཆེན་པོ་ཁོང་རྐང་འཁོར་དང་བཅས་པ་ཨ་མི་རི་ཀར་ཆབ་སྒྱུར་བསྐྱངས་ཏེ་ལོ་མང་བོའི་རིང་ལ་སློབ་གྲྭ་དེར་བོད་ཀྱི་ཆོས་དང་རིག་གནས། སློབ་ཁྲིད་སོགས་ཆོས་ཕྱོགས་ཀྱི་མཛད་པ་བསྐྱངས། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོར་ས་གནས་དེར་ས་སྐྱ་ཐག་ཆེན་ཆོས་གླིང་ཞེས་པའི་ཆོས་ཚོགས་ཤིག་བཙུགས་ཏེ། རྗེ་ཉིད་དང་བདེ་གཞུང་རིན་པོ་ཆེ་གངྒཱ་བསྟན་པའི་ཉི་མ་རྣམ་གཉིས་ཀྱིས་ནུབ་ཕྱོགས་པའི་ཡུལ་དུ་སྣང་བ་སངས་རྒྱས་པའི་བསྟན་པ་དར་སྤེལ་གནང་བ་རེད། དེ་རིང་གི་ལེ་ཚན་དང་མཚམས་འདི་ནས་གཞོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་ཉར་འདྲི་བྱེད་མཁན་སོ་ནམ་ཆེ་ལགས་ཡིན། བཟང་རྣམ་པ་ཚོ་ཐའེ་ཝན་གཞུང་གིས་རང་ཉིད་ཀྱི་མནའ་ཐན་གཟིགས་སྐྱེས་གཞན་ལ་དྲག་ཤུགས་སྒྲིག་ཤོར། ཕྲག་དོག་བྱེད་ཀྱི་ཡོད་ཟེར་རྒྱ་ནག་གཞུང་འབྲེལ་གསར་ལམ་གྱི་སྟེང་གནས་ཚུལ་སྤེལ་ཡོད། རྒྱ་གར་གྱི་གྲོང་ཁྱེར་ཁན་ཕུར་ཞེས་པ་དེ་འཛམ་གླིང་འཕྲོད་བསྟེན་རིག་འཛུགས་ཀྱི་ཁ་དབུགས་འབག་བཙོག་ཆེ་ཤོས་ཀྱི་གྲས་སུ་བཞག་ཡོད། ཧྭ་ནི་ཚིག་གི་སྲིད་འཛིན་གྱིས་རྒྱ་ནག་ཕྱོགས་ནས་རྒྱ་གར་དང་ཞི་བདེའི་རྒྱ་མཚོ་གི་མངའ་ཁུལ་དུ་དབང་ཤུགས་དར་ཁྱབ་གཏོང་བཞིན་པ་དེ་ལ་ཉེན་བརྡ་བཏང་ཡོད། རྒྱ་ནག་ཕྱོགས་ནས་ཨ་རི་དང་མཉམ་དུ་ཚོང་དོན་འབྲེལ་མོལ་གི་ནང་སྔོན་འགྲོ་གི་ཆ་རྐྱེན་ཁག་ཁས་ལེན་རྒྱུ་མིན་ཞེས་བཤད་ཡོད། ཚན་རིག་རྣམ་པ་ཚོས་དེ་རིང་གི་ལས་རིམ་གོ་སྒྲིག་བར་རྡོ་རྗེ་མཚོ་དང། ཁྲི་སྟོང་ལེར་དཔའ་ཁོ་རེ་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་གི་འོད་སྐུལ་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཡོངས་རྫོགས་ཀྱང་ཚང་ཤེས་ཟིན་པ་བཞིན་དུས་ཚིགས་མཉམ་པར་བཀའ་དྲིན་ཆེ།